གླུ་གར་གཤམ་ལ་ཏན་ཏན་གྱི་གཅིག། སྐྱོན་འཛུགས་རྣམས་མི་འདུག་སྤྱི་ཚོགས་སྒང་གི་གླང་གཞི་ཅན་གྱི་དྲི་བ་སྐོར་ཚིག་བྲིས་པ་དེ་གཉིས་ཧ་ཅང་གི། ཡག་པོ་རེད་བསམ་གྱི་འདུག་ཨ་ནི་དེ་རྣམ་པ་ཚོ་ལ་བཀའ་དྲིན་ཆུ་ཞུ་ཡ་ཡིན། ཨ་ནི་སྲིད་སྐྱོང་ཨི་མི་གཞན་པ་ཚོ་ཡིན་ན་རྣམ་པ་ཚོ་གི་འདི་ནང་བཞིན་གྱི་དྲི་བ་དེ། ལྕགས་དེ་ཚ་ཐོག་ལ་རྡུང་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་བསམ་གྱི་འདུག་ང་ཚོ་ང་རང་ལ་ཆ་བཤད་ན། སྤྱི་ཚོགས་ཀྱི་ཁྲོད་ནས། ང། ངའི་ར་མི་ལ་སྐྱོན་འཛུགས་བྱེད། ང་རང་ལ་མི་གི་སྐྱོན་འཛུགས་བྱེད། ང་སྐྱོན་བརྗོད་ཀྱི་ཁྲོད་ནས། ཡར་རྒྱས་འགྲོ་རྒྱུ་ཞིག་ཡིན། ང་རང་ལ་ཆ་བཞག་ན་རྩོད་སྒྲུབ་ཀྱི་རིག་པ་འདི་ཧ་ཅང་དགའ་བོ་ཡོད། རེད་པ། དེ་ཡིན་པ་སོང་ཙང་ང་ལ་སྐྱོན་བརྗོད་བྱེད་ནུས་ཞིག་ཡིན་ན་ངོ་ནས་དྲངས་ནས་ང་དགའ་བཞིན་སྤྲོ་བཞིན་གྱི་དང་ལེན་བྱེད་ནུས་མི་ཞིག་ཡིན། ཡིན་ན་ད་ལྟ་གི་སྐྱོན་བརྗོད་འདིའི་རིགས་འདི། ཆོས་ཕྱོགས་དང་ལྟ་བ་དང་དད་པ་དག་སྣང་དང་གཏན་ཚིགས་དང་རིགས་ལམ་གཉིས་ཆ་གི་ཐོག་གི་སྐད་ངན་ཡིན་པ་སོང་ཙང་འདི་ལ་འགྲེལ་བཤད་ཡོད་མ་རེད། ཡིན་ན་བོད་པ་སྤྱི་ཚོགས་ཀྱི་ཁྱོན་ཡོངས་ནས་བཤད་ཡོང་ན། ད་ལྟའི་སུ་གུ་ཡང་རུ་འགྲོ་གི་འདུག་འདི་ངའི་རེ་བ་ཡིན་རེ་བ་ད་མ་འོངས་པ་ན་ང་ཚོ་ལ་སྐྱོན་བརྗོད་ག་རེ་སླེབས་དགོས་ང་ཡིན་ན་ད་ལྟ་གི་རྣམ་པ་ཚོ་གི་སྐྱོན་ཁ་ཤས་ཅིག་དོན་པར་ང་དེ་ལས་ལྷག་བ་གི་ང་ལ་སྐྱོན་ཡོད་རེད་བསམ་གི་འདུག་རེ་བ་ང་ངའི་ངེས་ནས་ཆགས་བྱས་ན་ངས་ད་ལྟ་བར་དང་རེ་བ་ག་རེ་བརྒྱབ་སྐོར་ན་གློ་གར་གཤམ་དངོས་ནས་ཡར་རྒྱས་འགྲོ་ཡག་གི་སྐྱོན་བརྗོད་ཅིག་སླེབས་ན་བསམ་གི་ཡོད་ང་དངོས་གནས་དྲང་ནས་ང་ཡར་རྒྱས་འགྲོ་ཡག་ང་ལ་ཕན་ཐོགས་ཡག་ད་ལྟ་གི་སྐད་ཆ་མང་ཆེ་བ་ཚིག་འདིའི་ནང་གི་འདི་ཚོ་དངོས་གནས་བཤད་ལ་ཡོང་ན་འདི་སྲང་ལམ་གི་ད་རོལ་མོ་གི་རང་བཞིན་གི་སྐད་ཆ་ཅིག་རེད་དེ་བོད་ཀྱི་རྩ་བའི་ཆ་ནས་སྲིད་དོན་གྱི་ལྟ་གྲུབ་ཡར་རྒྱས་འགྲོ་ཡ་དང་དམངས་གཙོའི་གོ་རྟོགས་ཡར་རྒྱས་འགྲོ་ཡ་ལ་ཨ་ནི་ཞེ་དྲག་གི་ཕན་པ་མི་འདུག་ད་ལུག་བར་ཤམ་གྱི་གཉའ་ཆག་ཡ་གཅིག་པུ་གི་ཆེད་དུ་ཕན་ཐོགས་ཡོད་ན་ཐང་ད་དེ་གཅིག་གིས་ཐོབ་ལ་མ་ཐོབ་ལ་དེའི་མར་ཐོགས་སུ་གྱུར་བའི་འདིའི་ངོ་ནས་དྲངས་ནས་ད་བས་ན་ཁྱེད་རང་ཚོས་ག་འདྲ་ཞིག་ལེན་གི་ཡིན་ཟེར་ཡ་འདྲ་བོ་དང་དེ་ཚོ་དེ་སྲིད་དྲི་བ་ཡག་པོ་འདུག་དབུས་བོད་མིའི་སྒྲིག་འཛུགས་ག་འདྲ་ཞིག་བསྒྱུར་གི་ཡིན་ཟེར་ན་དེའི་ངོ་ནས་དྲི་བ་ཅིག་རེད་བསམ་གི་འདུག་ད་ཁྱད་པར་དུ་སྐྱབས་མགོན་རིན་པོ་ཆེ་གི་མཚན་གྱི་ཅིག་དྲི་བ་ཅིག་ཡོད་དེ་རྣམ་པ་ཚོ་ཁ་ཡོད་མ་སྤྱི་ཚོགས་ནང་ན་དེས་ཀྱང་ཀྱང་ལངས་བསྡད་ཡོད་རེད་བ། ཡིན་ན་འདི་གི་ལུག་བར་ཤམ་ར་ཡར་གྱིས་འགྲོ་གི་མ་རེད་ལ་སྤྱི་མཚུགས་ར་ཡར་གྱིས་འགྲོ་གི་མ་རེད། ད་དེའི་བར་ནས་ཁས་ལེན་དམ་བཅའ་ཅིག་བཞག་པ་ཡིན་ན། ཨོ་ད་བལྟ་ང་ངོ་མ་ནོར་ད་དགོངས་ད་ད་དེ་འདྲའི་འདྲ་བོ་ཅིག་ཞུས་ཁ་བྱིན་པ་ཡིན་ན། དེ་ཧི་ང་ཚོ་གི་དམངས་གཙོ་རྩོད་སྒྲུབ་ང་ཚོ་གི་ཏན་ཏན་གི་ཁྱབ་ཁོངས་དེ་ཆ་ཚང་རྩིས་མེད་འགྲོ་གི་དེ་ཡིན་པ་སོང་ཙང་ངས་དེ་འདྲའི་ཞུ་ཐུབ་ཀི་མ་རེད། ཨོ་ད་དེ་ཅིག་ཞུས་ཡ་ཡིན་ཐུགས་རྗེ་ཆེ།